མར་སེར་ཅན་ཐ་མ་ཅན་གྱི་དོན་དུ་རྫོགས་པའི་སངས་རྒྱས་ཀྱི་སྒོ་མང་རྟོགས་པར་བྱེད། དེའི་ཕྱིར་ད་དམ་པའི་ཆོས་རྣམ་པར་དག་པར་གསན་སྙམ་པས་དཀོན་ལོང་བ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ལེགས་པར་གསལ་བཏབ་སྟེ་གསན་པར་ཞུ། ད་ཁ་སང་ཆོས་པའི་མགོ་ནས་མ་ཤོར་མེ་འདྲའི་མགོ་ལས་ཡོད་རེད། མེ་འབྲས་སྐོར་ལ་མེ་འབྲས་རྒྱས་པ་ཕུལ་གི་ཡིན་ན་སོ་སོ་མེ་འབྲས་ཕུལ་རི་ར་ཏུ་བྱོན་ནང་བཞིན་རྒྱས་པོ་བཏོན་ནས་བྱི་བ་ཁྲ་ཆག་བཏོན། རྒྱས་པ་མ་ཕུལ་ན་ནི་བྱི་བ་ཁྲ་ཆག་ཁོ་རང་བྱས་མེ་འབྲས་མེད་ན་ནི་ཕྱག་རྒྱ་བྱས་ནས་བྱས་མ་བྱས་ན་བསང་བློ་ཡག་པོ་བཏང། མེ་འབྲས་ཕུལ་བའི་སྒང་ལ་སོ་སོའི་མེ་འབྲས་སྒོར་སྒོར་གཅིག་ཡོད་ན་དེ་སྒང་ལས་གླིང་བཞི་གླིང་ཕྲན་དུ་སུ་བཀོད་པའི་སྐོར་དུ་དངོས་ཡིན་དངོས་ཡིན་བསམ་པ་བྱས། རི་གླིང་བཞི་གླིང་ཕྲན་ཉི་ཟླ་གཏེར་བུམ་ཤ་ཚོམ་བུ་སུམ་བཅུ་སོ་བདུན། ཚོམ་བུ་ཉི་ཤུ་རྩ་ལྔ། ཚོམ་བུ་བདུན་མ། དེ་འདྲ་གི་ཆད་ཡོད་རེད་ག་རེ་བཀོད་ནས་བཀོད་ག་འདྲ་ཕུལ་ནས་ཕུལ། ད་ཡང་ཉིན་མ་ཕུལ་ཚར་དུས་དེའི་སྒང་ལ། གླིང་བཞི་རི་རབ་དང་བཅས་པ་བས། ཡོངས་སུ་རྫོགས་པ་ཡོད་བསྡད་པ། ལྷ་དང་མི་ཡི་དཔལ་འབྱོར་ཡོངས་རྫོགས་ཡོད་པ་རང་གི་དགེ་བའི་རྩ་བ་གང་ག་ཡང་དེའི་སྒང་ལ་སྤུངས་ནས། དགེ་བའི་རྩ་བ་གང་ག་མཆོད་པའི་རྫས་ལ་གྱུར་ནས་དེ་སྒང་ལ་བཞག་ནས་ཕུལ། བོད་ཡག་གི་གླིང་བཞི་གླིང་ཕྲན་དེ། ཕྱི་ཡི་གླིང་བཞི་གླིང་ཕྲན་བསམ་བློ་གཏོང་རྒྱུ་ཡོད་མ་རེད། དེ་བོད་ནས། རང་གི་མེ་འབྲེལ་མ་རེད། རང་གི་མེ་འབྲེལ་མེ་འབྲེལ་གྱི་སྟེང་ལ་བསམ་བློ་གཏོང་དགོས་རེད། རང་གི་མེ་འབྲེལ། གང་ཡོད་ནས་ད་ཆུན་ཆུན་ཆི་ལི་ལི་ཡོད་གི་མ་རེད་དེ། དེའི་ཐོག་ལ་རི་རབ། གླིང་བཞི་གླིང་ཕྲན་བརྒྱད། གླིང་ཕྲན་བཅུ་གླིང་བཅུ་གླིང་ཕྲན་བཅུ་གཉིས་ཉི་མ་ཟླ་བ་ཕྱེད། དང་དེ་ནས་ཚོམ་བུ་བདུན་པ་ག་ཡིན་ན་དངོས་གནས་དྲང་གནས་ཀྱི་བས་ས་ཡངས་ཤིང་རྒྱ་ཆེ་བ། རྗེ་བདེ་སྐྱིད་ཁང་ཚང་མ་ལོ་པས་ཡོད་པ། ལྷའི། རི་རོའི་སྟེང་གི་ལྷ་གནས་རྣམ་པར་རྒྱལ་བའི་ཁང་ཚང་དུ་བཅས་པ། པའི། ཚད་དང་ལྡན་པ། གང་ག་ཡོད་བསམ། ཕྱིས་འབྱུང་ཡང་པའི་སྤུ་གུའི་རྩེ་མོ་འདྲ་བ་དེ་འདྲ་མ་རེད། དེའི་གང་ལ། བསམ་བློ་གཏོང་ཡག་དེ་པའི་ཕྱི་ཡི་གླིང་བཞིན་གླིང་ཕྲན་ལྕགས་རི་ཡོངས་རྫོགས་རྫོགས་པ་པའི་དེ་གང་ལ་ཡོད་པ་མིན་པ་ཆེ་བ་རེད་བསམ། ད་ཡག་ཡག་པོ་གཅིག་བསམ་བློ་གཏོང་ཐུབ་སོང་ན་ཕུ་དུད་ཤར་ལུས་པགས་པོ་དེ་རང་གི་མགོ་ནས་བརྐོས་ནས་ཕུ་དུད་བར་འདུག་སུ་ཕུད་ནས།

ད་མིན་པ་བྱེད་ཡག་དེ་ལ་འདུག་སྲིད་ལུགས་ཚགས་སྲུང་བྱེད་གི་ནས་འདྲ་སྲུང་ལུགས་ཕ་བྱེད་གི་ནས་ཕ་བྱེད་ཡག་དེའི་སྐབས་ལ་རང་དང་སེམས་ཅན་ཐམས་ཅད་ཀྱི་ལུས་ངག་ཡིད་གསུམ་གི་བདེ་བ་མི་དགེ་བ་ཉོན་མོངས་དུག་གསུམ་ཚང་མ་ནང་ཕུང་ངེ་གེ་གཉིས་ཀྱི་བཟོ་རུ་ཡོད་པ་མེད་འདྲའི་བདེ་བའི་རྒྱ་ཆེན་པོ་དབང་ཆེན་གསེར་གྱི་ས་གཞི་ལྟ་བུ་ཡངས་ཤིང་རྒྱ་ཆེ་བ་ཞིག་སྨིན་པ་བྱས་ནས་ཨ་ཏི་འདུག་འཆི་བའི་གོང་ལ་གེ་གཉིས་ཀྱི་ཚུལ་དུ་བག་ཆགས་བསྒྲུབས་ཏེ་རང་གཞན་སེམས་ཅན་ཐམས་ཅད་ཀྱི་ཉོན་མོངས་དུག་གསུམ་རྟོག་ཚོགས་དང་བཅས་པ་ཚང་མ་ལ་བས། བྱང་ཞེས་དག་གསུངས་བསམ་པ་བྱ། ད་ཡང་རྒྱུད་འབྲུ་གཅིག་ལུགས་འདུག་ཆ་གཅིག་ལུགས་ཆ་གསུམ་གཅིག་གིས་ནི་འདྲ་གཅིག་ལུགས་འདུག་སྐོར་གསུམ་སྐོར་གིས་ནི་འདྲ་འདུག་གི་བླ་མ་དཀོན་མཆོག་གིས་སྐུ་གསུང་ཐུགས་ཀྱི་བྱིན་རླབས་ཐམས་ཅད་རང་བཞིན་སེམས་ཅན་ཐམས་ཅད་ལ་ཞུགས་གསུངས་བསམ་པ་བྱ། ད་དེ་གང་ལ་ཡང་རྒྱུད་འབྲུ་གཅིག་ལུགས།

རིའི་རྒྱལ་པོ་རི་རབ་དཔག་ཚད་ཁྲི་ཕྲག་བརྒྱད་ཡོད་པ་ཅིག་གི། ཤག་གི་ངོས་དེ་རིན་པོ་ཆེ་མོན་ཤེལ་གྱི་རང་བཞིན་ཡིན་པ། ལྷོ། འཛམ་བུ་ཆུ་བོ་གསེར་གྱི་རང་བཞིན་ཡིན་པ། མ་རེད་ལྷོ་མོན་འབྲུ་གཡག་གི་རང་བཞིན་ཡིན་པ། ནུབ་དཔལ་དབང་རང་གི་ཡིན་པ། བྱང་གི་ངོས་དེ། འདི་རེད། གསེར་ཡིན་པ། དང་གླིང་བཞི་གླིང་ཕྲན་བརྒྱད་གོས་བསྐོར་བ། ཞག་ལོའི་དཔའ་བོ་ལྷོ་འཛམ་བུ་གླིང་ནུབ་བ་ལང་སྤྱོད་ཕྱོགས་བཞི་ལ་གླིང་བཞི་བཅས་གླིང་ཆེན། དང་གླིང་རེ་རེ་གི་རྩ་ལ་ལུས་དང་ལུས་པགས་ལྔ་ཡོད་དང་ལྔ་ལུས་དང་ལུས་པགས་དེ་ཞག་གི་སྔོན་དེ་ནུབ་སུ་ཡོད་རེད་གཅིག། ཁ་ཚུགས་ལོ་པའི། ལུས་དང་ལུས་པགས། ལུས་དང་ལུས་པགས་བཅས་ནི། རེ་རེ་གི་མཐའ་ལ་ལྔ་ཡོད་དང་ལྔ་ཡོད་གཞན་དུ་ལྷོ་གླིང་གི་མཐའ་ལ་ཡོད་རེད།

མ་རྨོས་པའི་ལོ་ཐོག་སེར་བྱང་དགྲ་མི་ཉེ་ལ།
རྨོས་པ་བརྒྱ་ཞིང་ལས་བྱས་མི་དགོས་ཕ་བཏགས་མི་དགོས་པར་རང་འཁྲུངས་ཀྱི་ལོ་ཐོག་ཟད་མི་ཤེས་པ་ཟ་བྱུས་ཡོད་རེད། ད་འཁོར་ལོ་རིན་པོ་ཆེ་ནོར་བུ་རིན་པོ་ཆེ་བཙུན་མོ་རིན་པོ་ཆེ་བློན་པོ་རིན་པོ་ཆེ་གླང་པོ་རི་སྟག་ཆོ་རི་མ་བོན་རི་གཏེར་ཆེན་པོ་བུམ་པ་སི་རྒྱལ་པོ་དེ་ལ་རྒྱལ་སྲས་སྣ་བདུན་གྱི་སྒང་ལ་གཏེར་གྱི་བུམ་པ་རེ་བརྒྱད་རེ་རྒྱས་པོ་དེ་བར་སྣང་ཚང་ལ་བཀོད་པ་མ་གླིང་ན་བཀོད་པ་མ་རེད་ཤག་གི་སྔོན་ལ་དུ་བུ་སོལ་ཤ་ལུས་པ་གླིང་ཁ་ཐུབ་དེ་ལ་ནཱ་ག་ལ་འཁོར་ལོ

ང་རང་ཚེ་མེད་ཆོས་འདི་གི་ཐོག་མ་ཡ། སངས་རྒྱས་ཤཱ་ཀྱ་ཐུབ་པའི་རྒྱལ་རིགས་དེང་སང་རྒྱ་གར་ལ་རྒྱལ་རིགས་ཟེར་གི་འདུག་བ། རྒྱལ་བོའི་རིགས་རྗེས་ཡ་དེས་ནི་གླིང་འདི་ཆགས་རྒྱུ་ཐོག་མ་རི་ཆོས་ཀྱི་ནང་གི། རྒྱལ་པོ་མང་བཀུར་བ་མ་བྱས་ནས་རྒྱལ་རབས་མང་པོ་ཅིག་ཕྱིན་ནས། རྒྱལ་པོ་ང་ལས་ནོ་གི་ཚང་ལ་ཁ་ལོ་བརྗོད་བྱེད་པོ་བྱུང་བ་རེད། རྒྱས་བརྒྱུད། ང་ལས་ནུ་རིན་སྲུང། ལ་བྱུང་སོང། ང་ལས་ནུ་གི་གླིང་བཞི་གི་རྒྱལ་པོ་བྱས་མི་ཆོག་པའི་ལྷ་གདན་སྲུང་བཅུ་རྩ་གསུམ་ལ་འགྲོ་ལྷ་ཡོངས་པོ་བརྒྱ་བྱིན་གྱི་གདན་སྐོར་ལ་ཁྲི་གཅིག་པ་ལ་སྙ་འདུལ་དེ་ན་ལྷ་གནས་ཀྱི་དབང་ཆེ་ཁ་ཁོ་རང་ལ་བྱུང་སོང། དེང་སང་ཡོང་གི་མ་རེད་དེ། མང་བ་དང་ཡོང་རྒྱུ་ཡོད་རེད། ལོ་འཛམ་བུ་གླིང་པ་ཚོ་ལོ་ཁྲི་ཕྲག་བརྒྱད་ཐོབ་པའི་སྐབས་ལ་ཡོང་རྒྱུ་ཡོད་རེད། དེ་ལ་འཁོར་ལོ་བརྒྱུད་རྒྱལ་པོ་གླིང་བཞི་ལ་དབང་མཁན་དེ་ཡིན་ན་ནི་འཁོར་ལོ་དེ་གསེར་རེད་གསེར་གྱི་འཁོར་ལོ། ནོར་བུ་རིན་པོ་ཆེ་ཡི་སེར་རྒྱག་ཁོ་ཚོ་འདོན་གྱི་ཡོད་རེད་འདུག་བ། ལ་དུ་ནོ། ནོར་བུ་རིན་པོ་ཆེ་ཟིང་ངན་དེ་མི་འགྲོ་ཡ་ཡི་ནོར་བུ་རེད་དེ་རྒྱལ་མཚན་གྱི་རྩེ་མོ་ལ་བཞག་ནས་ཆ། ཆ། མཆོད་པ་ཕུལ་ནས་གསོལ་བ་བཏབ་ན། རིན་པོ་ཆེ་གི་ཆར་དེ་གླིང་བཞི་ལ་འོང་བ་ཡིན་ན་གླིང་ཆེན་བཞིའི་ནང་ལ་བལ། སེ། དངུལ། གུས། ཟ་རྒྱུ། འཐུང་རྒྱུ། གང་དགོས་པ་དེ་ཆར་པ་བབས་ཡོང་ནས་མི་ཚང་མ་ལ་བལ་དཀའ་ངལ་མེད་པ་བྱེད་ཡོང་རྒྱུ་ཡོད་རེད། ཁྱེད་རང་ཚོ་འདོད་ཞེན་གི་ཡོད་བ་སོང་ཚིག་ཁོ་རང་ཚོའི་འདོད་ཡ་ཁ་ནི་ལ་བོད་སྐད་དེ་དང་ཁོང་ཚོའི་སྐད་གཉིས་ཡ་གཞན་ཇ་འདི་རེད་ད་སོང་རོགས་ཨ། ལོ་ལོ། བཙུན་མོ་རིན་པོ་ཆེ་ཟེར་མཁན་དེ་ཁ་ལོ་སྒྱོའི་རྒྱལ་པོ་ཁོ་རང་གི་བཙུན་མོ་རེད་དེ། ཡོན་ཏན་དུ་མ་དང་ལྡན་པ་ཆེ་བ་རེད་བཙུན་མོ་རིན་པོ་ཆེ་ཟེར་མཁན་དེ་མི་ལས་གཟུགས་བཟང་བ་མི་མ་ཡིན་པ་མི་ལས་ལྷ་ཚེ་ཆེ་བ།

གྲོགས་ཁོག་རྟོགས་རྒྱུ་མེད་ངན་ཁ་སྐོང་རྒྱུ་མེད་ཡིན་སེང་ཆེན་ཐམས་ཅད་ལ་རྟོགས་པ་དང་དཀོན་པའི་སྤྲེའུ་སྤྲུལ་སྐུང་གསལ་ཐོབ་མཁན་ཅིག་ཡོད་མ་ང་རང་ཚོ་བོད་མའི་ཚུལ་ལ་སྐྱོན་ལྔ་ཡོད་རེད་བ། ཁོང་ལ་སྐྱོན་ལྔ་ཡོད་མ་རེད། སྐྱོན་ལྔ་མེད་པའི་ཐོག་ལ་ཡོན་ཏན་བརྒྱད་ཡོད་རེད། སྔགས་མང་གི་མི་སུ་འདྲ་ཅི་ལ་ཡིན་ནད་པའི་ཚུལ་ཚོད་ཕ་མ་ཡིན་པ་འདྲ་པོ་ཅིག་ཧ་ཅང་གི་བས་བྱམས་པ་ཆེན་པོ་བརྩེ་བརྩེ་དུང་ཆེན་པོ་ཅིག་ཡོད་རེད།

ལོངས་སྤྱོད་འཇུ་བར་ཟད་མི་ཤེས་པ། ཁོ་རང་ཡོད་ས་གི་བོད་ས་འཛམ་བུ་གླིང་ཡིན་ན་འདྲ་གླིང་བཞི་སུ་གླིང་གསུམ་གང་ཡིན་ནས་ས་ཕྱོགས་ཐམས་ཅད་རིན་པོ་ཆེ་གསེར་དངུལ་གྱིས་ཕ་བཀྲམ་ནས་གསེར་དངུལ་བའི་ཁང་བཅུག་ཐུགས་ངལ་ཅི་བ་རེད། ས་ཕྱོགས་རིན་པོ་ཆེ་བཀྲམ་བཞག་པ་འབངས་མི་སེར་སུ་ག་ཚད་ལོངས་སྤྱད་བཞག་ན་ཟས་ཡག་ཙག་ནི་ཡོད་མ་རེད། ཁོ་ལོ་རྒྱལ་བྱེད་པ་ཁོ་རང་གི་དུག་ཁོང་ལ་ལས་ཀ་ག་རེ་བྱེད་དགོས་ཡོད་ན་གང་འདྲ་བ་ཅིག་དགོས་ཀྱི་ཡོད་ན་ཞལ་ནས་བཀའ་གནང་དགོས་བ་མ་རེད་ཁོ་རང་གི་ཧ་གོ་ན་དོན་དག་དེ་ག་སྒྲུབ་ཤོག་གི་ཡོད་རེད།

ཡང་དེ་མན་ལ་བཏགས་ཏེ་རྨ་བྱའི། འདྲེན་པའི་སྤུ་རྣམས་ནང་བཞིན་རྨ་བྱ་གི་འདྲེན་པ་ལ་སྤུ་ཉིས་བཅུ་བ་རེ་བ་ཡང་རྨ་བྱའི་འདྲེན་པའི་སྤུ་གི་མདོག་ཁ་ནང། སྔོན་ཤིང་ཤིང་གི་རེ་བཏགས་ཏེ་གི། འགྲོ་ན་ཉི་མ་བྱི་ལ་འཛམ་བུ་གླིང་བསྐོར་སོང་དེའི་གི་རེ།

ཕྱི་ལ་ལྟ་ས་ནི་ཡོད་མ་བརྩོན་པ་རང་རེད་དེ་བོད་བརྩོན་པ་རེད། ལམ་ལ་འགྲོ་རོགས་ཅེས་མདའ་ཁོ་པང་གཅིག་བག་འགྲོ་གི་རེད་མ་གཏོགས་ལམ་ལ་མ་འགྲོ་ན་ཨེ་གནས་སོགས་སྐྱལ་རྒྱུ་རེད། མི་བརྒྱ་ཤི་ཤ་ཉིས་བརྒྱ་ཤི་སུམ་བརྒྱ་ཤི་ཤ་ཟེར་སྐད་ཆ་འདི་ཚ་བ་གྲང་ཡོང་གི་འདུག་དེ་གནའ་གྲུའི་ཡོན་ཏན་རེད། རྟ་མཆོག་རིན་པོ་ཆེ་སིང་ངེ་རྟ་དེ་གཞོན་ནས་འགྲོ་དུས་ཁོ་རང་དངོས་གཞིའི་ཡོ་བ་ཡིན་ཙང་ནམ་མཁའ་ལ་ཨེ་འགྲོ་ཞེས་ཡོ་བ་རེད་དུག་འཕྲུལ་ཡོ་བ་རེད། གཞོན་ངན་ལ་གནོད་པ་མེད་པའི་ཐོག་ལ་གཞོན་ཉན་གྱི་སྲོག་སྐྱོབ་ཐུབ་ཀྱི་ཡོ་བ་རེད།

ད་ལྟ་ཅང་ཤིས་ཡང་དེ་ག་ཡོད་ད་ཅང་ཤིས་ཁ་ལོ་ཅོ་ཅོ་པོ་མེན་པ་ལས་མཛའ་པོ་ལེན་ན་རེ་གཉིས་ཡོང་གི་ཡོད་རེད་དེང་སང་ཡོད་མ་རེད་ང་ཚོ་སོད་དུ་ཆུང་ཙང་རྒྱལ་སྲས་སྣ་བདུན་གི་ཁོ་ཅུར་གི་ལྟ་དེ་ཚེ་ལོ་བརྒྱད་ཆའོ་སོ་ལ་ཡོང་གྱི་ཡོད་རེད་གླང་པོ་རིན་པོ་ཆེ་གླང་པོ་སྟོང་གི་ཏོག་དང་ལྡན་པ་དེ་ཁ་ལོ་ཅོ་ཡི་རྒྱལ་པོ་ལ་མ་གཏོགས་ཡོད་མ་རེད་ད་རེས་སང་ཉིན་ཡུལ་གི་རྒྱལ་པོ་ཆའོ་ཚོ་ལ་གླང་པོ་ཆེ་བེ་ཞི་གླང་ཆེན་ཟེར་མཁན་གླང་པོ་ཆེ་བཅུ་བདུན་གི་ཤུགས་ཡོད་མཁན་ཡོད་རེད།

ཏིག་གི་ཅང་ཤེས་ཡིན་པར་རེ་བ་དེ་ཡི་དབང་ཐང་གཟི་བརྗིད་ཀྱི་རྟགས་ཡིན་པའི་སྐད་རྒྱག་ནུས་ཀྱི་ཡོད་པ་རེད། དེ་མཚུངས་བོན་དེ་སློབ་མ་དེ་འདྲ་ཡང་དག་སྟེ་འདི་ལ་ཏིག་གི་ཕྱག་ནས་རྟ་རྔ་རྒྱག་པ་དེ་བས་ནད་པ་ཕྱག་རྟ་ནད་བརྒྱབ་ནས་སྐད་རྒྱག་མ་ཐུབ་པ་ཆགས་སོང་ངོ། ཏིག་གི་དེ་མེད་པར་བཟོ་ན་ནི་སྡིག་པ་ཆེ། བསམ། སློབ་མ་དེས་མཛེས་པའི་ངང་ནས་ད་ཏིག་གི་སྐྱིད་པ་རེད། ཏིག་གི་དེ་སྐྱིད་ཡོང་དུས། ད་སྟག་ཡག་ཏིག་གི་འདུག་ཅག་དེ་སྐྱིད་སོང་བསམ། ཏིག་གི་དེ་ཁས་བརྫ་ངན་པ་ཁྱི་ལ་སྤྲད་ཧྲལ་བ་རེད།

ཡུལ་གྱི་རྒྱལ་པོས་རྟ་ཅང་ཤེས་ཅི་ཡོད་རེད་དེ་ཤེས་སོང་ནས་བློན་པོ་ཁ་ཤས་ལ་རྟ་ཅང་ཤེས་རྩལ་ཁ་གཏོང་བ་རེད་བློན་པོ་ཚོ་ག་བ་ཡིན་ས་འགྲོ་ནས་རྫ་གན་པའི་རྟ་དེ་རིག་པ་རེད་ད་དེ་ཅང་ཤེས་རེད་འདོད་བསམ་ཁོ་ཚོས་ཟོག་རྙང་བྱོས་ཀྱི་ཡོད་རེད། བློན་པོ་ཚོ་གིས་རྫ་གན་པ་ལ་ཅང་ཤེས་རེད་མ་ལབ་བར་ཅང་མགོ་སྐོར་གཏོང་ཡག་བསམ་བློ་གཏོང་ན་ཁྱེད་རང་རྫ་གོ་བཟོ་མཁན་རྟ་དགོས་ཡག་རྟ་ནི་ཡོད་མ་རེད་གསོ་ཁ་རུག་རེད་དེ་ལས་ང་ཚོས་ཁྱོད་ལ་བུ་མགོ་སྤྲད་དགོས་སྐལ་བདེ་པོ་ཡོད་རེད་རྟ་དེ་ང་ཚོར་འཕྲོད་ཡོད་ཅེས་པ་རེད། ཨ་ནི་རྫ་རྒན་པ་ཀའི་ཨ་ཀོ་གོ་ཡག་མོ་ཡོད་ད་ང་དེ་རྩ་ནི་ཆེ་གྲགས་མི་འདུག་ང་རའི་སྤུ་གུ་ནང་བཞིན་ཡིན་ཁ་ལ་ཉན་པོ་ཞུགས་ཀྱི་ཡོད་སྲིད་མ་དེ་རེད། དགོང་ན་བླུན་པོ་ཚོ་ཕྱིན་ཚར་ནས་ཏིག་གི་ཏིག་གི་རྫ་རྒན་པ་ལ་སྐད་ཆ་བཤད་པ་རེད། ད་ཁྱེད་རང་རྫ་ཀོ་བཟོ་མཁན་ལ་ང་དགོས་ཡ་ཡོད་མ་རེད། ང་བླུན་པོ་ཚོའི་ཕར་བཙོང་བྱ་ཞོག་རིན་པ་དེ་ངས་དེ་བྱེད་དགོས། ཁྱེད་རང་རིན་པ་དེ་ག་ཚད་ཡིན་པ་ཟེར་གི་འདུག་ན་ཡང་ན་གསལ་གསལ་སང་འབུངས་བྱེད་བཞིན་ཚུར་ལོག་ཞོག་དེ་མེད་ན་གསལ།

ཨ་ནི་ཁོ་གསོད་གསོད་བླུག་གསོད་བཏང་རྒྱལ་པོ་ཕག་ཕག་ཚུགས་ཕེ། རྒྱལ་པོ་ལས་དམག་མི་ཡོང་ནས་དམག་གི་བཀའ་གཏད་དུས་བདག་གི་རྒྱལ་པོའི་སྲོག་སྐྱོག་བླུག། དེ་ནི་མ་སྐད་ཆ་མང་པོ་ཡོད་རེད་ཡ་ད་དེ་ཚེ་གི་འདི་ག། འཁོར་ལོ་རྒྱུ་བའི་རྒྱལ་པོ་གསེར་གི་འཁོར་ལོ་ཡིན་པ་དེ་ལ་དམག་དཔོན་ཡོད་མ་རེད། འཆིང་བདག་ཡོད་རེད། ཁྱིམ་བདག་དེས་བློན་པོ་ལ་ནང་བཞིན་བྱེད་ཀྱི་ཡོད་བདེན་ཡོད་རེད་པས་ཞི་དྲག་གིས་མར་མེ་སྲིད་གཙོ་གི་པའི་དཀའ་ངལ་སེལ་ཐུབ་མཁན་རིན་པོ་ཆེ་པ་པ་ཟེར་མི་བྱེད་མཁན་ཁྱིམ་བདག་ཡོན་བདེན་དེ་དེ་རེད། སྲས་ཀྱི་འཁོར་ལོ་བརྗོད་རྗེས་ལ་ཁྱིམ་བདག་ཅེས་སྲས་ཀྱི་འཁོར་ལོ་མ་ཡིན་པ་འཁོར་ལོ་ཟངས་ལྕགས། དངུལ་ཟངས་ལྕགས་ཀྱི་འཁོར་ལོ་གསུམ་ཡོད་མཁན་འཁོར་ལོ་བརྗོད་རྗེས་པ་གསུམ་ཡོད་པ་དང་གླིང་གཅིག་ལ་དབང་མཁན་གཉིས་ལ་དབང་མཁན་གསུམ་ལ་དབང་ངེས། གླིང་བཞི་ལ་དབང་ཉན་དེ་སྲས་དེ་རེད། བྱས་ཙང་ཡན་པོ་ཚོ་ལ་ཡང་དམག་དཔོན་ཡོད་རེད། ད་རྒྱལ་སྲས་སྣ་སྡོད་འཁོར་ལོ་ཆེ་དང་མིང་ཡང་བཟོས་བཞག་པ་མ་རེད་ཁོ་རང་ནམ་མཁའ་ནས་བབས་ཡོང་གི་རེད་འཁོར་ལོ་རྒྱུ་བའི་རྒྱལ་པོ་ཆེ་སྐྱེ་བ་བཞེས་ནས་མཛའ་བོ་ལེ་ན་འཁྲུངས་ནས་དགུང་ལོ་ཡག་རྫི་ཆེ་སླེ་ནས་འཁོར་ལོ་རྒྱུ་བའི་རྒྱལ་པོ་ཆེ་རེངས་པའི་སྐལ་བཟང་དེ་ཚེས་པ་བཅོ་ལྔ་ཉིན་གོ་ལ་ཐུ་ཁ་ལ་ཁྲུས་བྱེད་པའི་གོ་དུས་གཟུགས་སྐུ་འཁྲུས་པའི་དགོངས་ལ་རྒྱལ་སྲས་སྣ་སྡོད་འཁོར་ལོ་ནོར་བུ་བཙུན་མོ་གངྒཱ་ལོ་ནག་ཁ་ནས་མ་བབས་ཡོང་གི་ཡོད་རེད། འཁོར་ལོ་བསྐྱེད་པའི་རྒྱལ་པོ་སྲས་ཀྱི་འཁོར་ལོ་ཡོད་མཁན་དེ། ནཱ་ག་དེ་མ་རྒྱལ་སྲས་ནཱ་དའི་བུ་ཚར་སོང་ན། ཁོ་རང་གི་བསོད་ནམས་དབང་ཐང་གིས་གླིང་བཞི་ཀ་ལོག་གི་ཚུལ་བུ་ཡོང་ནས་ང་བཙུན་པའི་རྒྱལ་པོ་ཁྱེད་རང་སྔ་ཞབས་ལ་གནང་རོགས་དང་སྔ་མར་གནང་རོགས་ཟེར་མགོ་ཚུལ་བུ་སྒུར། མ་གཏོགས་ཕར་བཏང་ནས་འཕེལ་དགོས་པ་མ་རེད་གླིང་བཞི་བཞག་གི་རྒྱལ་པོ་རེད། ཚུལ་བུ་མགོ་བཏགས་ནས་འཕེལ་རོགས་གནང་སུ་སུ་ལུ་མ་དུ་འཕེལ་རོགས་གནང་སྡེ་སྣོད་ཞུ་འགྲུབ་རེད། སྡེ་སྣོད་ཞུ་འགྲུབ་དུས། འཁོར་ལོ་གྱི་སྣ་དྲངས་ནས་རྒྱལ་སྲས་ནང་དུ་ནགས་ཁ་ལ་ཕར་འགྲོ། རྒྱལ་པོ་དང་བློན་པོ་དང་དམག་མི། དེ་ཁོ་རང་གི་བའི་དམག་མི་དེ་ཡོད་མ་རེད་དེ། དཔུང་བའི་དཔོན་གཡོག་ག་ཚད་ཡོད་ཡོད་དེ། འོ་དེ་དང་མཉམ་དུ་ནགས་ཁ་ནས་ཧ་ཧ་ཉི་མ་ཤར་རེ་བྱེད་པར་འགྲོ་བར་བྱེད་འགྲོ་གི་རེད། ཨོ་ད་དེ་འདྲས་རེད་ཡ་འཁོར་ལོ་རིན་པོ་ཆེའི་ནོར་བུ་རིན་པོ་ཆེ་བཙུན་མོ་རིན་པོ་ཆེ་བློན་པོ་རིན་པོ་ཆེ་གླང་པོ་སྟག་མཆོག་རིན་པོ་ཆེ་དམག་དཔོན་རིན་པོ་ཆེ། བདུན་ཚང་སོང་བ་རྒྱལ་སྲས་སྣ་བདུན། ད་རང་གི་མལ་འདྲའི་ཐོག་གི་རི་རབ་ཀྱི་མཐའ་ལ། ཕྱོགས་བཞི་མཚམས་བརྒྱད་བཅས་ན་ཅིག་གཏེར་ཆེན་པོའི་བུམ་པ་རེད། པིར་ཆེན་པོའི་བུམ་པ་དེ་ལ་གསོལ་བ་བཏབ་ནས་མི་ལོ་བརྒྱད་པ་ཙམ་གྱི་འདོད་པའི་དོན་གང་ཡོང་ཡོང་དེ་འགྲོ་རྒྱུ་ཡོད་རེད། པིར་ཆེན་པོའི་བུམ་པ་ལ་མི་ལོ་བརྒྱད་ལ་ང་ལ་ཁོམ་པ་ཐོག་གཟུགས་སྐུ་རྩ་བརྒྱད་རྩ་བརྒྱད་སྐྱེ་བོ་གཅིག་ཡོང་བ་ཤོག་ཟེར་ན་ལམ་སང་ལྟར་འགྲོ་ཡོང་གི་རེད་དྭགས་ནང་བཞིན་གྱི་པས་སོ་སོ་གང་དང་གང་འདོད་པའི་དངོས་པོ་དེ་ག་རེ་དགོས་དགོས་པིར་ཆེན་པོའི་བུམ་པ་ལ་མི་ལོ་བྱས་ནས་ཡོང་གི་རེད། འོ་ད་དེ་མེ་འབྲས་གང་ལ་དགོས་བརྒྱད་རེད་སོང་ང། ད་ཡང་རྒན་མོ་མ་ཁྲི་མ་མ་ལོ་མ་ག་ར་མ་མེ་ཏོག་མ་དུ་བ་ཕྱོགས་ཐང་བརྒྱད་བཅད་ནས་གཞིས་བཞི་ཕྱོགས་རི་རབ་ཀྱི་རི་བོ་སྟོད་ལ་མ་རེད་རི་རབ་ཀྱི་བང་རིམ་གང་ལ་བག་བསྐོས་ནས་ཕྱོགས་བཞི་ཚང་བཞི་ལ་དགེ་ཚོ་ལྷ་མོ་བརྒྱད་དེ་བསྐོས་དགོས་རེད་དེ་བརྒྱད་བསྐོས་པོ་དེ་ལྷ་མོ་རེ་རེ་ཙམ་མ་ཡིན་པ་བས་ལྷ་མོ་མང་པོ་བརྒྱ་ཕྲག་སྟོང་ཕྲག་བཅད་ནས་པའི་རི་རབ་པའི་འཁོར་འདེད་ངེས་ཅི་བསམ་བློ་གཏོང་ནས་ཕུལ་དགོས་རེད།

རིན་པོ་ཆེའི་གདུགས་ཕྱག་ལས་རྣམ་པར་རྒྱལ་བའི་རྒྱལ་མཚན་ཡང་སྲས་གཉིས་པོ་དེ་གདུགས་རྒྱལ་མཚན་གཉིས་རེད་དེ། རྒྱལ་མཚན་དེ་ལྷོ་གླིང་འཛམ་བུ་གླིང་ཡོད་ས་ལ་བཞག། གདུགས་དེ་བྱང་སྒྲོལ་མི་ཉལ་ཡོད་ས་ལ་བཞག། ད་ཧ་གོ་སོང་ང་ཁོ་རང་ཚོས་གླིང་བཞི་གླིང་ཕྲན་བརྒྱད་བཅས་བཅུ་གཉིས་བཅས། དེ་གང་ལ་རིན་པོ་ཆེའི་རི་ལ་སོགས་པ་བཞི་བཅས་པ་བཟང་ཞིང་འདོད་རྒྱུ་པ་མ་མི་ལོ་ཏོག་བཞི་བཅས་བཅུ་དྲུག་བཅས། དེ་གང་ལ་འཁོར་ལོ་རིན་པོ་ཆེ་ནོར་བུ་རིན་པོ་ཆེ་སྲས་བརྒྱད་སྲས་བདུན་དང་གཏེར་བུམ་པ་བཅས་ནི་བརྒྱད་བཅས།

ཚོམ་བུ་སོ་བདུན་ཟེར་བ་དེ་རེད་སྣ་ཁ་སོ་བདུན། ད་ཅི་ཧ་གོ་སོང་བ་དེ་ཡག་པོ་ཅི་ངེས་སོང་ངས། So now that's clear.
ད་ཡང་བརྗོད། དེའི་སྒང་ལ་ཡ། ཉེ་བའི་རི་ཆེན་བདུན་ཟེར་གྱི་ཡོད་རེད། ཉེ་བའི་རི་ཆེན་བདུན་ཟེར་བ་དེ། རྒྱལ་པོ་སུ་ནག་ཆེ་བ་ཚོ་ལས་རག་གི་རེད། རྣལ་འབྱོར་པ་སུ་ནག་ཆེ་བ་ཚོ་ལས་ཡོང་གི་ཡོད་རེད། ཡིན་གཅིག་མི་གཅིག་ཁ་ལོ་བརྗོད་བྱེད་པོ་ཁུར་དགོས་བ་མ་རེད། ཨ་ནི། ཁང་བཟང་ཅེས་ཁུམ་པ་གཅིག་ཡོད་རེད། ཉེ་བའི་རི་ཆེན་དུ། ལོ་ལོས།
ཁང་བཟང་དེ་ན་གླས་ནས་འདུག་ཟེར་བསྡད་ན། འདོད་ཆགས་སྐྱེ་གི་མ་རེད་ཁོང་ཁྲོ་ཟ་གི་མ་རེད། བསམ་པ་སྐྱིད་པོ་ཡོད་བ་རེད། ཚ་བ་ཡོད་བ་མ་རེད་གྲང་བ་ཆགས་རྒྱུ་ཡོད་བ་མ་རེད་དེ་འདྲ་གི་ཡོན་ཏན་གཅིག་ཡོད་རེད།

ལ།
རི་ཆེན་ཉེ་བའི་རི་ཆེན་བདུན་བྱས་པ་རེད་དགུ་ཡོད་རེད་ཡོད་ཅུ་དགུ་ཡོད་རེད་བདུན་བྱས་པ་རེད་དཔེ་ཆ་རྣམས་ལ་ཉེ་བའི་རི་ཆེན་བཅས་དང་ང་ཚོའི་དུས་བྱུང་བོད་དུ་རིན་པོ་ཆེའི་རི་བོ་སེ་སྐྱེས་བུ་གུར་དང་མེ་འབྲས་སོ་སོའི་མེ་འབྲས་ཏེ་གང་ལ་དཔེ་ཡོངས་རྫོགས་རྫོགས་པའི་ཆ་ཚང་བ་ཆེན་པོ་གླིང་བཞི་རི་རབ་གངྒཱ་ཚད་ལོངས་བ་བསམ་བློ་གཏོང་ཕོད་དགོས་རེད། རང་གི་མེ་འབྲས་དེ་ཕྱི་རུ་ཡང་མ་འགྲོ་བར་ད་ག་རང་དགོས་བ་རེད། གླིང་བཞི་རི་རབ་གང་ག་ལ་ཆུང་རི་མ་འགྲོ་བ་དེ་གང་ལ་ཆུད་པ་གཅིག་པོ་རེད། ཆོས་པ་གང་ག་དེ་འདྲའི་རེད་ད་ཕལ་ཆེར་སྤྲུལ་པ་སྤྲུལ་དུས་བཟང་ད་འོ་རེད་སྐད་ཆ་མང་པོ་མི་བཤད་ད་དཔེ་སྒྲོ་བཅད་གི་ཡིན་ན། ཁབ་མིག་ནལ་བ་རི་ཐུང་གི་ན་རི་ཆུང་ཆུང་བྱེད་གི་མ་རེད་ཁབ་མིག་ཆེ་རུ་འགྲོ་གི་མ་རེད།

རེད་དེ། འཇིག་རྟེན་གྱི་གང་ཡིན་ཙང་བྱེ་བ་ཕྲག། སྟོང་གསུམ་སྟོང་ཆེན་པོ་ཡོད་རེད་དེའི་སྒང་ལ། རིན་པོ་ཆེའི་རི་བོ་དང་པརྒྱ་ཟས་སྣ་བདུན་དང་གས་སོགས་ལྷ་མོ་བརྒྱད་དང་ཕྱི་ལག་སྟེང་སོ་སོའི་མཆོད་པ་བྱས་ནས་དེ་སྒང་ལ་ཕུ་རི་རེད་མ་གཏོགས་ཕྱི་ལོག་གི་ས་ཆ་དུ་ལ་དེ་འདྲའི་བསྡད་ཡོད་མ་རེད། བོད་བསྟོད་ཙམ་ལ་གླིང་བཞི་གླིང་ཕྲན་ས་རྡོ་རི་བྲག་གི་པའི་སྣོད་བཅོས་ཏེ་སྣོད་ཐིག་ཕུལ་བཞག་ན། དེ་དེ་འདྲའི་ཅིག་རེད་པ་དེ་ཡིན་ཙང་དེ་ཡི་སྒང་ལ་པའི་ཡོན་བཅོས་ཀྱི་ཡོན་ཏན་འགྲོ་པོ་དེ་ལ་དུ་ནི། ཨོ། འདི་རེད། པ་སངས་ཤིང་ལ་སོགས་པ་བཞི། རྒྱལ་སྲས་སྣ་བདུན་དགེ་ཚོགས་ལྷ་མོ་བརྒྱད། ཨ་ན་ལྷ་མིའི་དཔལ་འབྱོར་ཕུན་སུམ་ཚོགས་པ་མ་ཚང་བ་མེད་པ་ཡག་བཀོད་ནས་ཕུལ་རེ་རེ་མ་གཏོགས་ཅི་དང་ཅི་ཕྱིའི་གླིང་བཞི་གླིང་ཕྲན་ལ་དུས་སུ་ཡོད་མ་རེད།

པའི་གྲ་འགྲིག་པ་ཞིག་པོ་ཡང་བར་ཡང་བར་མ་དང་མི་འགྲིག་བར་གྲོགས་པོ་དང་མི་འགྲིག་མར་བུ་གུ་དང་མི་འགྲིག། ཡུལ་མི་ཕྱིན་ཆད་དང་མི་འགྲིག་རྒྱལ་ཁའི་ཕན་སོན་མི་འགྲིག་སང་ངེ་འགྱུར་ཚོགས་འཁོར་ར་གུག་ནི་པའི་ལུང་པ་དང་ལ་འཁྲུག་པ་ཡུང་ཡག་དང་མ་སྐྱིད་པ་དེ་གཉིས་མའི་རང་མདངས་རེད་བ། ད་གྲངས་ཀ་སྡུག་བ་གྲངས་ཀ་ཚིག་གུ་སྡུག་ཡ་མི་ཐེ་ངེ་འདུག་བུ་ལབ་མ་ཐུབ་ངེ་འདུག་བྱས་པ་རེད། ད་ད་ག་ནང་བཞིན་ང་རང་ཚོ་དེང་སང་སྐྱིད་པ་ཅིག་ཡོད་མ་རེད་གམ་ག་ལོ་པ། གྲ་མ་འགྲིག་ཤ་གཅིག་རེད་ག་རེ་བྱས་ནས་ཞོགས་ཀའི་ལང་ནི་དགུ་ཟླ་མ་ཉེ་བར་དུ་གྲ་མ་འགྲིག། བསང་བརྔན་བསྒྱུར་བཙོག། གང་གཱ་ལོ་བསམ་པ་བརྔན་པ་བསང་གཏོར་སྦྱོར་བཙོག་པ་ལས་ཀ་བཙོག་པ་ཤ་སྟག་བྱས། རང་རྒྱལ་བསྒུག་མཁན་གཞན་ཕམ་བསྒུག་མཁན། ག་ནས་ནས་གྲ་མ་འགྲིག་བྱེད་པས་གྲ་མ་འགྲིག་ཤ་གཅིག་གཅིག་ཡོ་ར་བ་དིང་སང་ད་ག་ནང་བཞིན་མེ་འདྲའི་སྒང་གི་ཞིང་ཁམས་སུ་ད་ག་རང་ཕུད་ཆོག་རེད། བསང་བརྔན་བསྒྱུར་བཙོག་ར་བ་དེ་དུས་ཚོད་ངན་པས་དུས་སྔོན་གྱི་ཞིང་ཆ་ད་ག་རང་རྨིས་པ་བྱས་ནས་གཅིག་ཕུད་དགོས་པ་ར་པ་རུ། ལུང་པའི་ནང་ལ་ལས་ཁ་དོག་རིགས་ངན་ཚད་ཅིག་མི་གསོད་རྟ་ཕྱིར་ཁྲིད་རྒྱུ་བློན་གྲོགས་ཆུང་དམངས་པ་རྐུ་མ་བྱ་བ་བས་རྒྱལ་ཁབ་ཕན་ཚུན་འཁྲུག་བསྡད་པ་གྲ་མ་འགྲིག་གང་ག་དེ་ནང་ལ་ཡོད་པ་ཅན་དུ་ཕུལ་བ་རེད། དེ་ཕུལ་བའི་རྐྱེན་གྱིས་བླ་མ་དཀོན་མཆོག་ལ་ཡང་སྤྱན་འབུལ་ཞུ་མཁན་འགྲོ་བས་ད་ང་ཚོ་ལུང་པ་འདུག་ཚད་ནི་འདྲེ་རེད་ཟེར་ངན་འདྲ་པོ་བྱས་ནས་སྤྱན་འབུལ་ཞུས་ནས་ཐུགས་རྗེ་བསྐུལ་བ་ཡིན་ཙང་བླ་མ་དཀོན་མཆོག་གསུང་པོ་ཏའི་ཐུགས་རྗེ་བས་ལྷག་པར་དུ་སྐྱིད་ནས་ལམ་སང་སྤྲུལ་པ་དཔག་ཏུ་མེད་པ་སྤྲུལ་ནས་ཟིན་བྱེད་འདི་ཚོ་བདེ་བ་ལ་བཀོད་པའི་དོན་དང་དོན་མཛད་སོང་བསམ་པ་བྱེད་དགོས། ཡང་ཚང་ཚང་ནི་བའི་སྣོད་བཅུད་ཀྱི་འགྱུར་བ་རྒྱ་ཆེན་པོ་པའི་ཞི་དྲག་གི་བའི། གླིང་བཞི་གླིང་ཕྲན་དུ་གསོ་བའི་སྐྱེ་བོ་ཡག་པོ་རིན་པོ་ཆེ་ནགས་སྲང་ཚོ་པ་ཕུལ་བའི་སྣོད་བཅུད་ཀྱི་འགྱུར་བ་ཕུན་སུམ་ཚོགས་མི་གང་ག་ལོ་དེ་ནང་གི་ཡོད་པའི་མི་ཡོད་ཚད་སློབ་པའི་ཞི་ཞིང་དུལ་བ་བའི། ཆོས་བསྟན་མཁན་མེད་མ་གཏོགས་ཆོས་ཀྱི་བསྟན་མཁན་བྱུང་དང་ལམ་སངས་པའི་སྨན་སྤྲུལ་གྱི་ལམ་ལ་ཡང་བཀོད་ཆོག་ཆོག་མེད་ཚུལ་བསམ་པ་བཟང་པོ་བས། ཞེ་སྡང་གི་མི་ཡག་པོ་སྣོད་རུང་གི་གང་དེ་ཤེས་རབ་ཆེན་པོ་དབང་པོ་རྣོན་པོ་དེ་འདྲ་གི་བ་ཁང་འདེབས་པ་དེ་འདྲ་ལས་ཕུལ་བས་ནི། དེ་ཡང་ཕུལ་བ་ཡིན་ཙང། དེ་འདྲ་ལས་དམིགས་ནས་ཕུལ་དགོས་རེད། དེའི་བོད་ནི་དཀོན་མཆོག་གི་བདག་གིར་མཛད་ནས་མི་སྣོད་རུང་དུ་སུ་ལ་ཡང་གང་ལ་གང་འདོད་ཀྱི་སྤྲུལ་པའི་ཆོས་སྟོན་ནས་ཟིན་ཅན་དེ་ན་ཡོད་པའི་ཟིན་ཅན་ཐམས་ཅད་སྨན་སྤྲུལ་གྱི་ལམ་ལ་བཀོད་སོང་བསམ་པ་བྱེད་དགོས།

ད་ཅིག་སྟོང་ལ་རྒྱུ་བའི་སྟོང། འདི་ར་བ་སྤྱི་འཕོས་ཅན་གྱི་གཞི་གང།
སྟོང་བར་མའི་འཇིག་རྟེན་གང་སྟོང་གསུམ་གྱི་སྟོང་ཆེན་པོའི་འཇིག་རྟེན་གྱི་ཁམས་དེ་ཕྱི་ལོགས་ལས་དག་ཡོད་རེད། རི་རབ་བྱེ་བ་ཕྲག་བརྒྱ་ཡོད་རེད་མཛའ་བོ་འདི་བྱེ་བ་ཕྲག་བརྒྱ་ཡོད་རེད། དེ་ཚོ་གང་ག་ལ་འོག་གི་གཞི་དེ་རླུང་གི་དཀྱིལ་འཁོར་གཅིག་གི་ཐོག་ལ་ཡོད་རེད། ཨ་ནི་ཡ། ཆུ་ཡི་དཀྱིལ་འཁོར་དང་ཕྱི་ཡི་ལྕགས་རི་ཚོ་རང་རང་སོ་སོ་བྱས་ནས་ཡོད་རེད། དེ་རང་ཕི་གི་དངོས་གནས་ལ་ཡོད་པར་སེམས་ཅན་གྱི་འཇིག་རྟེན་ལ།

ཏིང་ངེ་འཛིན་གོང་ནས་བསམ་གཏན་གྱི་དངོས་གཞི་ཡ་ཐོག་ཡོང་དུས་མིག་གི་དངོས་གཞི་སྟེ་རྣ་བའི་དངོས་གཞི་ཟེར་དངོས་གཞི་དྲུག་ཡོད་རེད། དངོས་གཞི།
ཆུང་བ་ཚོ་ཐོག་ཡོང་གི་རེད་ཐོག་ཡོང་གི་རེད་དེ། ཐག་རིང་པོ་འཐུང་ནས་ཕན་པ་གས་ཡག་མར་བཏང་ཐག་རིང་བོ་བལྟས་བལྟས་པ་མ་ཐུབ་བས། བལྟས་ན་ཉི་མ་ཟླ་བའི་ཁང་བཟང་ཐོག་ལ་འདུག་གི་ཉི་མ་དེ་ལ་ཆེ་ཆུང། དཔག་ཚད་ལྔ་བཅུ་ང་གཅིག་ཡོད་རེད། ཟླ་བ་ལ་ཆེ་ཆུང་དཔག་ཚད་ལྔ་བཅུ་ཡོད་རེད་བལྟས་ཚེ་ཆུང་ཉི་མ་ཕྱེད་ཡོད་རེད། ས་སྐྱ་སྡེ་དགོན་བློས་བཟོ་ལྷ་ཡེ་པོ་ཉི་མ་ཟླ་བ་གཉིས་ཀྱི་སོ་སོའི་ཕོ་བྲང་རིན་པོ་ཆེ་གི་ཕོ་བྲང་ལྷ་གནས་རེད་ང་ཚོ་མི་ཡི་ཁོ་པ་འདྲ་པོ་མ་རེད་ལྷ་ཡི་ཕོ་བྲང་དཔལ་རིན་པོ་ཆེའི་ཕོ་བྲང་སྐྱིད་མོའི་ཚལ་བར་པ་ལ་འགྲོ་ཡག་གི་ཟམ་པ་རིན་པོ་ཆེ་གི་ཟམ་པ་དཔལ་སྐྱིད་ཐག་ཆོད་ཡོད་རེད་ཉི་མ་ཟླ་བ་གཉིས་ང་ཚོ་མི་གི་འཐུང་ཆོག་ཡག་དེ་ག་རེ་རེད་ཟེར་ན། སེར་བ་ཐོག་མ་ཆགས་ཡོང་དུས་ཉི་མ་ཟླ་བ་ཡོད་མ་རེད་ང་རང་ཚོ་མི་གང་ག་ལོ་པའི་ལུས་ལ་འོད་ཡོད་རེད་ནག་ཁ་ལ་འགྲོ་གི་རེད་དེ་འདྲའི་སྒང་ལ་ཉི་མ་ཟླ་བ་དགོས་མ་རེད།

དེ་ནས་ས་ཡི་བྱ་དེ་ཧ་ལམ་སོ་སོ་བརྒྱད་ཡོད་ནི་ཅིག་བྱུང་ཡོད་རེད། དེ་ཡང་གཟུགས་བཟང་ངན་ཏོག་ས་ཆེ་ཆུང་ཤོར་ཙང་ཡང་དེ་སྔ་མ་ནང་བཞིན་བྱས་ནས་མལ་ལི་རེད་སོང་བ་རེད། ཡང་དེ་མེད་ཙང་སོ་སོ་དྲུག་ཡོད་མེད་དེ་ནོངས་ཚར་ནས་ཨ་ནི་ས་ཡག་ཡེ་མ་མེད་ས་དེ་དགོ་བ་མ་རེད་འདོད་མ་ཚུགས་ས་དེ་ཡོད་རེད་མ་གཏོགས་དེ་དུས་ལུས་འོད་ཀྱི་རང་བཞིན་རེད་ལྷ་ནང་བཞིན་རེད་ས་དགོ་བ་མ་རེད་བ་དེ་ཡང་སྤྱི་ཟ་གི་བསྡད་པ་ཡིན་ཙང་ཨ་ནི་གཞན་རེ་གཞན་རེར་འགྲོ། མཐའ་མ་ལས་དུས་མ་མོ་ལོ་ཏོག་ཕྱུངས་པ་རེད། མ་མོ་ལོ་ཏོག་འབྲས་སཱ་ལུ་འབྲས་རེད། བྱེ་ཐེངས་གང་གི་འབྲས་དང་པོ་དང་པོ་འབྲས་རེད། འབྲས་དེ་ལ་སྡོང་མུག་གོ་པ་པ་ཤུ་མུག་གོ། ཁོ་ར་གོ་ནི་ཏོག་ནི་ཟ་ཆོག་ཆོག་ཞིམ་པོ། དེ་འདྲས་བྱུང་ཡོད་རེད། དེ་འབྲས་དེ་ཟ་བའི་རྐྱེན་གྱིས་གཟུགས་སྐུ་དེ་འོད་དེ་མ་ཆགས།

དེ་གོང་ཡན་ཆད་ལ་ཕ་མ་ཡོད་བ་མ་རེད་མི་སྐྱེ་བ་ལན་ག་གང་ག་ལ་བའི་རྫུས་ཅི་བྱས་ནི་བའི་ཁ་གཟུགས་སྐུ་ཡོངས་སུ་རྫོགས་པ་པའི་ལྷམ་དེ་སྐད་གཅིག་ཀྲོང་གཅིག་བྱས་བ་ན་ཀྲོང་ཀྲོང་གཅིག་ཡོང་བ་མ་གཏོགས་ཕ་མ་དགོས་བ་མ་རེད། དེ་ནས་ཁོམ་པ་བཟོ་དགོས་པ་ནང་འཛུལ་བསྡད་པ་ཡིན་ཙང་ཟ་ཡག་གི་འབྲས་དེ་ཕྱི་ལོ་ལན་ག་འགྲོ་དགོས་ཀྱི་ཡོད་བ་རེད་གཞན་བའི་ག་ཟས་ལྔ་ཡོང་ནས་ཟས་གོས་བ་ད་རང་ཆོ་གའི་ལྔ་ནི་སང་ཉིན་སྐྱེ་དེ་ཡོད་གཅིག་པ་རེད། རྫོགས་ཡ་ཡོད་མ་རེད་ད་ཁང་བའི་ནང་ལ་བསྡད་ཙང་དེ་ལས་འགའ་འགྲོ་དགོས་དུས་ཡང་འགའ་ཤས་དྲན་རྒྱུ་བྱས་ནས་གསོག་འཇོག་བྱ་རྒྱུ་དྲན་ནས་མང་ཆེ་ས་དགུ་མོ་དགུ་མང་པོ་ཡར་ཁེལ་ཡོང་ཁོམ་པ་འདི་ཉག་ད་ཡང་སང་ཉིན་ན་འགྲོ་རིན་ཁྱེར་ཅིག་གླེང་ཞུ་ཟེར་ང་འགྲོ་དགོས་པའི་ངའི་ཀ་ལ་གླེང་ཞག་ཡོད་ཟེར་བྱས་ནས་ཨ་ནི་ཡར་ཅི་ཡག་མེད་པར་ག་ཚད་སྔ་ཞག་རྫོགས་འགྲོ་དགོས་རེད་དེ་ནི་ལུས་ལ་ཤ་དང་ཁྲག་དང་བྱེ་བྲག་ཤ་དང་ཁྲག་དང་རུས་པ་དང་ཨ་ནི་ནང་ཆས་སེ་ཡ་འདྲ་པོ་དེ་པའི་ལུས་དེ་འདྲེ་ལ་བྱུར་ལྕེ་དང་ལུས་གོ་ལ་པའི། འོད་དེ་མེད་པར་བྱེད། ནཱ་ག་ལ་ཕུ་རུ་མ་ཐུབ་པར་བྱེད། ནག་གོང་ཕྱག་བཟུང་དུས་ནི། བཞི་ནས་གཟི་ཅན་གྱི་སྤྱི་ཐུན་གྱི་ལས་ལ་བརྟེན་ནས་ཉི་མ་ཟླ་བ་སྟེ་འོད་དེ་མ་འབྱིན་ནས་ས་གཞི་གི་འོད་དེ་མ་འཛམ་བུ་ལི་ལ་ཕོག། དེ་ནི་ཉི་མ་ཟླ་བ་གི་འོད་དེ་བྱུང།

ད་ལྟ་རེས་གཟའ་ཉི་མའི་ཚུལ་དྲན་བྱེད་ཚ་བོའི་རྟགས་ཅན་ཤ་སྟག་བྱས་བསྡད་པས། ངས་མ་སྐལ་བ་བཟང་པོ་མི་ཚོ་སྐྱིད་པོ་སྐྱིད་པོ་བྱས་བསྡད་དུས་དང་མི་འདྲ་བར་གཅིག་གིས་དྲན་གཉིས་ཀྱིས་དྲན་ད་ནི་བལ་བའི་ལས་ཀ་གང་གཱ་ཀློག་ལ་བསྐུལ་ནི་བལ་མ་དང་མི་འདྲ་བར་གཅིག་གིས་བལ་མི་ཤེས་པ་གང་གཱ་ཤེས་མ་བལ་མེད་པ་གང་གཱ་ཡོད་པ་སོགས་ནི་ཞི་དྲག་ཡ་བརྒྱ་ཡིན་ཟེར་གྱི་ཡོད་རེད། ཡ་ཆད་རེད་ཡ་རེད་གནམ་གླེ་ཨ་ཕོར། ཟླ་བའི་ཁང་བཟང་གླེགས་ཐུབ་པ་རེད། ཟླ་བའི་ཁང་བཟང་ལ་འགྲོ་ནས་ག་རེ་ཕན་གི་འདུག་བྱས་ན། འགྲོ་མཁན་དེ་ཆད་བརྡབ་སྲིད་ཆེན་པོ་ཡོད་རེད། ཁ་ཤས་ལོག་ཡག་ཡོད་མ་རེད། ཡག་གཏོང་ཉན་དེ་ཆད་དེ་དཀའ་ལས་ཁ་པོ་ཡོད་རྒྱུ་ཆ་མང་པོ་འཕྲོ་བརླག་གཏང་དགོས་རེད། ཡལ་གའི་འགྲོས་ནི་ག་རེ་འཕེན་བ་གསོལ་བ་འཕེན་པ་ཡོད་རེད་ཟེར་ན། ག་རེ་འཕེན་གི་ཡོད་ནི་མི་ཤེས་ཟླ་བ་གསལ་རེད་ནི་འགྲོ་མི་འདུག། ཟླ་བ་ཕྱེད་རེད་ནི་འགྲོ་མི་འདུག། ཟླ་བ་ཁོ་རང་སྔ་མའི་རང་ཅག་རེད། ཡལ་གའི་ཀླད་དང་ལྷ་ཡི་ཕོ་བྲང་ལྷ་ཡི་སྤུ་ཟླ་བ་ལྷ་ཡི་སྤུ་ཟླ་བའི་འཁོར། ལུང་པའི་སྐྱེས་བུ་ཡོད་དེ་ཚོ་ནི་མཐོང་གི་མ་རེད་འོ་བཞི་ཟླ་བའི་དཔྱིད་འགོ་ང་རང་ཚོ་གི་མཇལ་ཐུ་བའི་འོད་བརྒྱ་དེ་ངས་དེ་མཐོང་ཡོད་རེད། ཟླ་བའི་ས་གཞི་དེ་རིན་པོ་ཆེ་ཆུ་བཞི་རེད། ཉེས་མེད་ས་གཞི་དེ་རིན་པོ་ཆེ་མི་ཤེས་རེད། ལྷ་ཡི་བུ་ཟླ་བ་ཁོག་ཆེ་སྐུ་མདོག་དཀར་པོ་རེད། ལྷ་ཡི་བུ་ཉི་མ་དེ་སྐུ་མདོག་དམར་པོ་རེད། ཟླ་བའི་སྐུ་མདོག་དཀར་པོ་མི་ཆུ་ཤིག་གང་ལ་ཕོག་དེ་ཆུ་ཤིག་གི་མདངས་དེ་འདའི་ཕོག་ཡོང་ཡིན་ཙང་ཁོ་ཆུ་ཤིག་ཡིན་པའི་རྐྱེན་གྱིས་ཟླ་བ་ཤར་ཡོང་ན་རྒྱ་མཚོ་དེ་ཡང་མཚོ་ཡང་ཕྱི་རུ་འགྲོ། ང་རང་ཚོ་ཚ་གདུག་བའི་ཆ་སེར་པོ་ཡོང་ཡག་དེ་དེ་རེད། ལྷའི་བུ་ཉི་མ་ཁ་དོག་དམར་པོ་ཡི་མེས་འོད་དེ་ས་གཞི་མེ་ཤིག་ལ་ཕོག་ཙང་མེ་ཤིག་གི་སྤྱན་བྱས་ང་རྡོ་ཚ་པོ་ཡོང་ཡ་དེ་རིང་བྲོས་ཡོང་ཡ། དཔེ་ཆ་ནང་ལ་ཡོད་པ་སངས་རྒྱས་ཀྱི་བཀའ་ནང་ལ་གསུངས་བཞག་པ་དང་དེ་རིང་སང་ཉིན་ཚན་རིག་པས་བརྟག་དཔྱད་བྱས་བཞག་པ་གཉིས་པོ་དེ་ཕལ་ཆེར་རིང་གོ་ཐུག་ཡོང་གི་རེད་ད། ད་ཨ་ལི་སྐད་ཆ་དེ་ནས་མ་བཤད་མ་གོ་བ་བཅས་གང་དུ་ཕན་པ་གས་ཡོད་མ་རེད་ངའི་ལོ་རྒྱུས་དེ་ག་ཚོད་རེད་དེ་ཞོར་ལ་ཕྱིན་པ་རེད་ཡ། བདེ་གཤེགས་ཡིན་ཀ་ན་ནོ། མེད་མེད་ཨ་ལི་མེད། ལོ་ལོ།
སྐད་ཆ་ཁུ་ཁོ་མེད་ཡིན། ད་ཁྱེད་རང་ཚོ་མེ་འདྲའི་ཕུ་ཐང་ཤན་སོང་ཨ། ཕུ། འདོན་གི་འདུག་གང་ག་ལོ་འདོན་གྱི་ཡོད་ཙང་ངས་ཧ་གོ་གི་རེད་བསམ་བཤད་པ་ཡིན་ཏེ། ཞེ་དྲག་རང་བཞིན་གྱི་མ་ཡིན་པ་འདྲ། མེ་འདྲའི་རྒྱས་པ་འདོན་ཡོང་གི་གང་ག་ལོ་འདོན་གི་ཡོད་རེད།
ས་ཆེན་སྲིད་ཀྱི་ས་ཨང་ཞེས་གཅིག་ཟེར་ནས་ཕྱག་རྒྱ་ཆེན་པོ་ཡང་ཐོག་པར་བས་ཀྱང་ཙོག་ཙོག་བྱས་ནས་ཞི་དྲག་འདོན་གྱི་འདུག་དེ་དགོངས་ཀྱི། དེ་ག་ཚེ་རང་མལ་བ་འདྲ་བསམ་གི། ང་རང་ཚོ་བས་མལ་འབྲེལ་དེ་ག་རེ་འདྲ་བྱས་བསམ་བློ་གཏོང་གི་ཡོད་ནས་དེ་གས་ནས་ཡ་ལ་མ་ལ་ཕུད་ཕ་ལ་ལ་ཕུད་མ་ཕུད་ཡ་ཕུད་ག་ག་ལ་བ་ཕུད་ནས་བས་བྱ་སྟངས་བྱེད་སྟངས་མི་ཤེས་ན་བཟོ་བྱ་མི་བྱེད། མེ་ཏྲེ་ངོས་མ་འཛིན་ན་ཕུད་སྟངས་ཡོད་མ་རེད་བ་དེ། བདག་གཞན་ལུས་ངག་ཡིད་གསུམ་སྤྱི་ཕུད་བསྡད་གི་ལུས་དང་ངག་གང་ག་ཕུད་བསྡད་གི་ཡོད་རེད། ཡང་ཅིག་ཅར་ནི་ཤ་ལུས་བ་ལས་ལོ་འཛམ་བུ་གླིང་སྲིད་ཏང་བལྟས་ན་འཛམ་བུ་གླིང་ཡང་ཕུད་སྟངས་མེད་འགྲོ་བ་བསམ་གི།
འཛམ་བུ་གླིང་ཁ་འབྲས། འཛམ་བུ་གླིང་ཡང་དཀོན་མཆོག་ལ་ཕུད་ཅིག་བླ་མ་ལ་ཕུད་བསྡད་མེད་འགྲོ་བ་བསམ་གི་ལུང་བ་བཙུགས་ཡ། འཛམ་བུ་གླིང་ཡར་ཕུད་པའི་དབང་མེད་པ། འཛམ་བུ་གླིང་ལ་བདག་པོ་མང་པོ་ཡོད་རེད་ང་རང་ཚོ་ལ་བདག་གི་མ་རེད་པ་མ་བདག་པའི་དངོས་པོ་ཕུད་ཕུད་ཐུབ་གི་མ་རེད་པ། བཀའ་ཆོས་ཞུ་ས་འཛམ་བུ་གླིང་བླ་མ་ལ་ཕུད། བླ་མས་འོ་ན་འཛམ་བུ་གླིང་ང་སྤྲད་ཞོག་ངས་རྩིས་ལེན་གི་ཡིན་ཟེར་འདི་ཚོ་སྤྲད་རྒྱ་ཡ་ཡོད་རེད་པས་ཏེ།

མེ་ལས་བསགས་པའི་སྐུ་དེའི་ཕྱིར་ཉག་གཅིག་ཡོད་ན། ས་གཞིའི་བོད་ཀྱི་ཕྱོགས་ཞེན་མི་རྟོག་ཅང་མི་རེ་རེ་ལིང་ཅིང་སྟོན་པའི་གཤེན་རེ་བ་ཁོ་ནས་དེ་ཐུགས་སུ་བཅད་ནས་ཕུལ་དགོས། རེར་ཕུལ་མ་བཞག་ཡང་ས་གཞི་བོད་ཀྱི་ཕྱོགས་ཞེན་མི་རྟོག་ཅང་སེ། འདི་ས་གཞི། གསེར་གྱི་ས་གཞི་གོ་ཐོབ་ལ་སྤོས་ཆུ་དྲི་མ་ཞིམ་པོ་བྱུགས་པ་བྱུག་མེ་ཏོག་གི་སིལ་མ་བཀྲམ། རི་རབ་གླིང་བཞི་ཉི་མ་ཟླ་བ་གཉིས་ཀྱི་མདུན་འོག་ཏུ་ཕུལ་རེ་བསགས་དུས།

ད་ཉེ་བའི་རིན་ཆེན་བདུན་གང་ལ་གཏེར་ཆེན་པོ་སྦོམ་བ་དེ་མ་སླད་གཙང་ལྷ་མིན་ལོངས་སྤྱོད་འདོད་དགུ་གཏེར་ཁྲི་ཆེན་པོའོ་དེ་རེད། ལྷ་དང་མི་ཡི་དཔལ་འབྱོར་ཕུན་སུམ་ཚོགས་པར་ལྷ་མིན་ལོངས་སྤྱོད་བྱས་ཙང་མི་འབྲལ་ཏེ་ལྷ་མིན་ལོངས་སྤྱོད་ཕུན་སུམ་ཚོགས་པ་ཅིག་གཞན་ཁང་འཛམ་བུ་གླིང་དང་གླིང་བཞི་གླིང་དག་ཆ་ཚང་ཅིག་བྱེ་བ་བརྒྱ་ཐམ་པ་དེ་དེ་གང་ལ་བཀོད་ནས་ཕུལ་བླ་མ་ཞེས་པའི་འདོན་པ་དེ་ན་བ་བྱེ་བ་ཕྲག་བརྒྱ་བྱས་ཏེ་དེ་རེད། དང་བའི་སེམས་ཀྱིས་ཕུལ་བྱུང་ཞིང་གི་ཆོས་སུ་དད་པ་བྱས་ནས་ཕུལ་དགོས་དང་བའི་སེམས། ཕུལ་བྱུང་སེ་ཨ་ཏི་པས་ཕུལ་གསར་པའི་དཀོན་མཆོག་གི་ནང་དུ་ཕུལ་དུ་ཕྱིན་པ་མདུན་ལ་གསལ་བཏབ་པ། ཕུལ་བྱུང་བྱིན་གྱིས་ཆོག་ཁྱེད་རྣམས་ལ་ཕུལ་གྱི་ཡིན་ཟེར། ཐུགས་རྗེ་ཆེན་པོས་གཞིགས་རོགས་དང་ང་ལ་བྱིན་གྱིས་རློབས་རོགས་གྱིས་ཐུགས་རྗེ་གཞི་ནས་བྱིན་གྱིས་རློབས་ཐུགས་གསོས། བ་དག་ཚིག་དེ་ཚང་སོང་ཨང། ད་ངས་དུས་དུས་གཅིག་གིས་བཤད་ཚར་སོང་མི་འདྲེ། གཞན་གཞིས་རྩ་བཤད་ནི་གླིང་བཞི་གླིང་ཕྲན་དུ་གང་ག་ལ་བཟོ་ལྟ་ཆེ་ཆུང་ཕྱི་ལོགས་ལ་ཡོད་ཨེ་ཏེ་ཡག་པོ་ཅིག་བཤད་དགོས་རེད་ཨེ་ནས་བསམ་བློ་གཏོང་ཡ་དེ་ཕུལ་དགོས་རེད། ད་ཕྱིའི་མི་འདྲེ་རེད་དེ། ནང་གི་མི་འདྲེ།

དང་མི་འདྲའི་ཟ་མཁན་ཚོ་གི་ཡ་འབུག་དེ་ཅི་ཟ་གི་རེད་ཧ་ཐོ་ན། འདུག་འདུག་ཅ་འབུག་དེ་ཅི་ཁོ་གྲངས་ཀ་ཚིག་ལུང་འགྲོ་གི་རེད་སང་ལོ་ཅང་ཅི་མེད་ན་གས་གས་ཕན་ཐོག་ཡ་ཡོད་མ་རེད། སང་ལོ་ཡག་པོ་ཅིག་གཏོང་ན་གཅིག་གཉིས་ཅིག་ལྔ་དྲུག་ཅིག་ལས་མ་བསགས་ནས་ཚོགས་རྒྱ་ཆེན་པོ་བསགས་འགྲོ་གི་རེད་ཡིན་ནས་འབུག་དེ་བསགས་ཐུབ་ན་སང་ལོ་སྟོང་པ་ཅིག་དང་འཛོ་བྱུང་ན་ཞི་དྲག་ཡག་པོ་རེད་ཨ་ཧོ་ད་བ་ད་ཅི་མི་འདྲའི་ཅིག་ཐབས་བྱེད་དགོས། ཨོ་ད་ད་ག་ཚེ་ལ་ཤ་དུང་བ་དོ།